ཡི་དྭགས་ནི་གཤེགས། རྒྱུ་ཡི་དྭགས་ནི་དགག་བྱ་ལྔ་བཀག་པའི་དྭགས་ནི་གཤེགས། འབྲས་བུའི་དྭགས་ནི་དགག་བྱ་གཉིས་བཀག་པའི་དྭགས་ནི་གཤེགས་ནས་འདི་རྣམ་པར་ཐར་པའི་རོལ་པ་རྣམ་ཐར་སྒོ་གསུམ་ལ་འཇུག་དང་སྒོ་གསུམ་པོ་ལ་ངོ་བོ་སྟོང་པ། རྒྱུ་བདེན་པ་འཁྲུལ་བའི་མཚན་མ་ཞི་བ་འབྲས་བུ་བདེན་པས་སྐྱེ་བ་མེད་པ་གསུམ་པོ་དེ་རེད་འོ་གསུམ་པོ་དེ་ལ་དགག་བྱ་འོ་ཡང་རྒྱས་འགྲེལ་དུ་བཤད་ནས་འོ་དེ་ཤེས་རབ་སྙིང་པོའི། ཡང་ལབ་དང་གི་དང་གི་འོག་འགྲོ་ལྷང་ལ་བཤད་དགོས་པ་དེའི་ཆེད་ད་དེ་ཤེས་ཡས་རྒྱུ་མཚན་དེ་སུའི་བཏང་ནོ་བཤད་གི་ཡོད་ར་ཟེར་ན་ཐེག་པ་ཆེན་པོའི་རིགས་ཅན་བྱང་ཆུབ་མཚོ་ལྷོ་སེམས་བསྐྱེད་པའི་རིགས་ཀྱི་བུ་དང་བུ་མོ་དབང་པོ་རྟུལ་བོའི་དབང་དུ་བྱས་ནས་ཤེས་བྱ་བྱས་ནས་བཤད་པ་ར་མ་གཏོགས་དབང་རྣོན་ལ་དངོས་སུ་བཤད་ཡོད་མ་རེད་འདུག་དེའི་ཆེད་དེ་ཡིན་ན། ར་བ། གཅིག་པོ་དེ་བྱེད། ད་དེ་ཚོའི་སྟངས་ལ། སྟོབས་སོ་སོ་རང་གི་དོགས་པ་གཅོད་ལ། འདུ་བ་ལ་གཞུང་ཆེན་མོ་ལ་ལྟ་འགལ་ལ། དོགས་པ་ག་རེ་གཅོད་ཡོད་རེད་ཟེར་ན། སྦྱོར་ལམ་གྱི་གནས་སྐབས་ལ་སྒོམ་བྱུང་ལ། རྟོག་པ་ལ་སྒྲོ་དབྱེ་ཡོད་པ་མར་ཁོ་རེ་གཉིས་ཀྱི་དབང་དུ་བྱས་པར། མཐོང་ལམ་གྱི་གནས་སྐབས་ལ་དེ་འདྲ་བའི་སྒོམ་བྱུང་སྟེ་མངོན་སུམ་ལ་སྦྱར། ད་མངོན་སུམ་ལ་སྦྱར་ཡོང་ག་ལ། གཡས་ཡིག་ཐོག་མ། མ་རུ་སྦྱོར་ལམ་ཐོག་མ་སྐྱེས་པའི་སྦྱོར་ལམ་དེ། སྦྱོར་ལམ་མཉམ་གཞག་བཞི་ཤེས་དྲོད་མཉམ་གཞག་བཞི། སྟོང་ཉིད་ལ་དམིགས་པའི་སྒོམ་བྱུང་རྟོགས་པ་བྱས་པས། ད་དེ་ཡང་གོམས་པ་ཇེ་ཆེ་བྱས་ནས། མཐོང་ལམ་གྱི་གནས་སྐབས་ལ་བརྟེན་ནས་སྟོང་ཉིད་ལ་དམིགས་པའི་སྒོམ་བྱུང་མངོན་སུམ་ཞིག་སྐྱེ་གི་ཡོད་རེད། ད་ལྟ་དེ་ལ་དོགས་པ་སྐྱེས་ནས་མཚན་ཉིད་པའི་དོགས་སོ་སོ་སོ་བྱུང་དོན་ལ། རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་སྟངས་དེའི་སྟངས་ནས་དོགས་པ་སྐྱེས་ཏེ་གོ་ཚུལ་སྤྱོད་འོང་བར་མཛད་ན། ཚོགས་ལམ་ནི་སྦྱོར་ལམ་ངེས་གནས་ག་ལ་སྒོམ་བྱུང་གཙོ་བོ་ཡིན་པ་ཤེས་པ་ཡིན་ལ། དེ་འདྲ་བའི་སྒོམ་བྱུང་གཙོ་བོ་ཡིན་པ་དང་དྲོད་དང་པོ་མཉམ་བཞག་ཞིག་ཡིན་རེ་སྒོམ་བྱུང་རེ་ཨ་ཡིན་ཡིན་ན་གཙོ་བོ་ཡིན་ཞེས་པའི་ཐོས་བསམ་གཉིས་ཡོད་པ་དེ་དོན་གྱི་གོ་བ་ཡིན་ལ། དཔལ་སྦྱོར་ལམ་མཉམ་བཞག་ཐོག་མ་སྐྱེས་པའི་གང་ལ་ཐོས་བསམ་སྟོང་ཉིད་ལ་མེད་པའི་ཐོས་བསམ་གཉིས་ཡོད་མེད་ལ་དོགས་པ་བཅད་ནས་འགྲོ་དགོས་ད། དེ་ནང་བཞིན་ལྟ་སྦྱོར་ལམ་གཉིས་གནས་སྐབས་ཀྱི་དེ་ནི་དེ་སྒོམ་བྱུང་དང་རྟོགས་པ་ལ་ཤེས་ནས་དེ་གོམས་པ་བྱས་ནས་མཐོང་ལམ། གནས་སྐབས་ལ་རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་ཡེ་དེ་འདྲ་བའི་དེ་ནི། བློ་དེ་ད་སྒོམ་བྱུང། མངོན་སུམ་གྱི་ངོ་བོ་བཅུ་པའི་སྒོམ་བྱུང་ལ་ཤེས་ཀྱི་ད་ལྟ་དེ་སུ་རེད་ཟེར་ན། མཐོང་ལམ་དང་པོ་སྐྱེས་པའི་གང་ལ་མཐོང་ལམ་བར་ཆད་མེད་ལམ་སྐྱེ་གི་རེད་ད་བར་ཆད་མེད་ལམ་སྐྱེས་པ་ཡིན་ད། དེ་འདྲ་བའི་དེ་ནི་སྒོམ་བྱུང་དེ། རེད་བ། སྟོང་ཉིད་ལ་མི་དབྱེ་བའི་མངོན་སུམ་ངོ་བོར་གྱུར་པའི་སྒོམ་བྱུང་རེ་དོགས་ཐོས་བྱུང་དང་བསམ་བྱུང་གང་ཟག་དེའི་རྒྱུད་ལ་ཡོད་དང་མེད་ཡང་དཔྱད་པ་བྱེད་དགོས་གནས་ཚུལ་ཡོད་པ་རེ་དོགས་རེ་བའམ། སྦྱོར་ལམ་གྱི་གནས་སྐབས་ལ་སྒོམ་བྱུང་གཙོ་བོ་ཡིན་པ་ལྟར་དུ་མཐོང་ལམ་གྱི་གནས་སྐབས་ལ་སྒོམ་བྱུང་དེ་མངོན་སུམ་དང་སྦྱོར་ལམ་གྱི་གནས་སྐབས་ལ་རྟོགས་པ་རེད། སྒོམ་བྱུང་གཙོ་བོ་སྦྱོར་ལམ་ལ་མཆེད་པའི་ཐོས་བསམ་གཉིས་ཡོད་པ་དེ་དོན་གྱིས་འགྲུབ་པས་མཐའ། སྒོམ་བྱུང་མངོན་སུམ་མཐོང་ལམ་དང་པོ་ཐོབ་པའི་སྐབས་ལ་ཨ་ནི། ཐོས་བྱུང་དང་བསམ་བྱུང་སྟོང་ཉིད་ལ་མེད་པའི་བློ་ཡོད་མེད་ལ་ཐོགས་པ་ཆོད། དེ་ཡོད་ན་མཉམ་གཞག་པ་དེའི་རྒྱུད་ལ་སྟོང་ཉིད་ལ་དམིགས་པའི་ཐོལ་བྱུང་དང་བསམ་བྱུང་ཡོད་ན་དེ་འདྲ་བའི་ཐོལ་བྱུང་དང་བསམ་བྱུང་དེ་ལྟ་རྟོག་པ་ལ་འགྲོ་ཡི་ཡོད་མ་རེད། མངོན་སུམ་ཡིན་ན་ཁོ་མངོན་དུ་གྱུར་གི་རེད་ཁོ་སྒོམ་བྱུང་རང་ལ་འགྲོ་གི་རེད་ད་རྟོག་ཁོ་ཐོལ་བྱུང་དང་བསམ་བྱུང་གི་ག་དེ་ཡོད་ན། རྟོག་པ་རྟོག་པའི་ངོ་རུ་གྱུར་བའི་སྟོང་ཉིད་རྟོགས་པའི་བློ་གཅིག་ཁོའི་རྒྱུད་ལ་ཡོད་ན། ད་དེ་འདྲ་བའི་བློ་དེ་ལ་གསང་སྣང་མ་སྟོན་པ་བག་ཉག་ཚུལ་དུ་ཆེ། བར་སྐྱེ་མེད་རླངས་འཁོར་རང་སྟོང་ཉིད་ལ་དམིགས་པའི་སྒོམ་བྱུང་གཞན་དག་ཀུན་མངོན་དུ་གྱུར་པ་རེད། ཨ་ནི། ཐོས་བྱུང་དང་བསམ་བྱུང་གི་བློ་སྟོང་ཉིད་དུ་བའི་བློ་དེ་ལ་གསང་སྣང་མི་མཐུན་པའི་རྒྱུ་མཚན་ཡོད་ཤོག་ཨོ་དེ། ད་དེ་མཐོང་ལམ་གྱི་གནས་སྐབས་ལ་མཐོང་ལམ་བར་སྐྱེ་མེད་ལམ་གནས་སྐབས་ལ་སྟོང་ཉིད་ལ་དམིགས་པའི་ཨོ་དེ་ཁྱོད་ཀྱི་རེ་བ་མ་རེད་ཟེར་ལབ་པའི་དབང་དུ་བཏང་ན། མེད་ན། སྟོང་ཉིད་ལ་དམིགས་པའི་ཐོས་ཆུང་དང་བསམ་ཆུང་ཁུལ་བརྒྱུད་ལ་མེད་ན་རྣམ་གྲོལ་ལམ་པ་བ་ཁུལ་བརྒྱུད་ལ་ཡོད་པ་མ་གཏོགས་དེ་མེད་ན། ད། ཐོས་ཆུང་དང་བསམ་ཆུང་སྟོང་ཉིད་ལ་དམིགས་པའི་སྤྱི་དང་མཐོང་ལམ་ལ་ཨ་ཡོད་ཚང་ཡོད་པར་ད་རྗེས་ཐོབ་ལ་ཡོད་ཟེར་བ་དང། ད་རྗེས་ཐོབ་པའི་གནས་སྐབས་ལ་ཐོས་ཆུང་དང་བསམ་ཆུང། སྟོང་ཉིད་ལ་སྨྲས་པའི་ཐོལ་བྱུང་དང་བསམ་བྱུང་དེ་ཕྱག་ན་རྗེས་ཐོབ་ཡེ་ཤེས་ཀྱི་ངོ་བོར་གྱུར་པས། དེ་འདྲ་བའི་ཐོལ་བྱུང་དང་བསམ་བྱུང་ཕྱག་དེ་ཡིན་ན་ད། སྟོང་ཉིད་རྟོགས་པའི་རྟོགས་པ་ཆེ་རྟགས་རྗེས་ཐོབ་ཡེ་ཤེས་གནས་སྐབས་ལ་མངོན་དུ་གྱུར། ད་སྟོང་ཉིད་རྟོགས་པའི་རྟོགས་པ་རྗེས་ཐོབ་ཡེ་ཤེས་ཀྱི་རྟགས་ལ་མངོན་དུ་གྱུར་ན། བློ་ཁོ་རང་གི་རིགས་འདྲ་སྔ་མ་དེ། མཐོང་ལམ་རྗེས་ཐོབ་ཀྱི་གནས་སྐབས་ལ། རེ་བ་སྟོང་ཉིད་ལས་སྨིན་པའི་ཐོས་ཆུང་དང་བསམ་ཆུང་དེ་སྟོང་ཉིད་དུ་བའི་རྟོགས་པ་ཇི་མངོན་དུ་གྱུར་ན། ཁུ་བའི་རིན་སྒྲ་སྔ་མ་དེ་རྣམ་གྲོལ་ལམ་རེད་ཡིན་ད་རྣམ་གྲོལ་ལམ་སྒོ་མངོན་སུམ་རེད་ད་མངོན་སུམ་སྒོ་རྟོགས་པའི་ངོ་བོར་སོང་མ་སོང་ལ་ད་ཐོབ་པ་ཆེ་བ་སྟེ་མངོན་སུམ་རྟོགས་པའི་ངོ་བོར་བག་འགྲོ་བ་ཡོད་ན། ཨ་ནི་མངོན་སུམ་སྒོ་ཉམས་ནི་རྟོགས་པའི་ངོ་བོར་སོང་བ་དེ་ཡག་ཡིན་ལ་རྟོགས་པ་ཁོ་ཉམས་ནི། བློ་ཁོ་རང་ངོ་བོ་ཉམས་ཡེ་ཡོད་ན་དེ་སྟོང་ཉིད་རྟོགས་པའི་བློ་ཉམས་པ་དེ་ཡོད་ཟེར་ན་ད་དེ་དྲན་རྟོག་ཁོ་བོ་མེད་པར་འོ་དེ་འདྲའི་སྟངས་ལ་ད་གཞུང་ལ་སྤྱན་གྱི་གནས་སྐབས་ལ་དོགས་པ། ཐོས་བསམ་སྒོམ་གསུམ་གསུམ་པོ་དེ་ལ་དོགས་པ་སྤྱད་ནས་ད་གཞུང་སྦྱོར་ལམ་གྱི་གནས་སྐབས་ལ་ཡོད་པ་དེ་དོན་གྱི་གོ་བ་ཡོད་ན་ཨ་ནི། ཁ་སང་ང་རང་ཚོ་སྦྱོར་ལམ་ལ་གོམ་ཆུང་གཙོ་བོ་ཡིན་ཟེར་ལབ་པ་རེད་བ། ཚོགས་སྦྱོར་གི་གནས་སྐབས་ལ་ཐོས་བསམ་གཙོ་བོ་ཡིན་ཟེར་ཐོས་བསམ་གཙོ་བོ་ཡིན་ཞེས་པའི་སྟོང་ཉིད་ལ་མི་བས་ཅི་དང་གོམ་ཆུང་ཡོད་བ་རེད་བས་ཟེར་ད་དེ་མེད་བ་རེད་རིག་གནས་ཀྱི་དབང་དུ་བྱས་པ་རེད། དེ་མེད་ན་གཙོ་བོ་ཡིན་ཟེར་དེ་གོ་རྒྱུ་ག་རེ་འདུག་ཟེར་ན་ཨ་ནི་ང་རང་གི་བསམ་པ་ཡིན་ན་ཕྱི་དང་རྟོག་ཡེ་ལ་དམིགས་པའི་སྒོམ་བྱུང་དང་གཡོ་བ་མ་རེད་དེ་ཡིན་ན་ཡང་མི་རྟག་པ་ལ་དམིགས་པའི་སྒོམ་བྱུང་དང་གཙོ་བོ་ཡོང་གི་རེད་དེའི་ཕྱིར། གཙོ་བོ། ཚོགས་ལམ་གྱི་གནས་སྐབས་ལ་ཡུལ་སྟོང་པ་ཉིད་ལ་བླ་མེད་ཁོ། ཐོས་བསམ་གཉིས་གཙོ་བོ་རེད་མ་གཏོགས་སྒོམ་བྱུང་ངོ་བོ་མེད་ཟེར་གྱི་ཡོད་བ་མ་རེད་སྤྱིར་བཏང་སྒོམ་བྱུང་ཡོད་བ་དེ་རྟོག་ཡེ་ལ་དམིགས་པའི་སྒོམ་བྱུང་དང་རེ་ངེས་ལ་གཡོ་བ་མ་རེད་དེ་ཡིན་ནའང་གཙོ་བོ་རེད་གསུང་གི་དེ་སྤྱིར་བཏང་སྒོམ་བྱུང་ཡོད་བ་རེད་མི་རྟག་པ་ལ་དམིགས་པའི་སྒོམ་བྱུང་ཡོད་བ་རེད། གཟི་བྱིན་ནི་འོང་ཐོབ་གཟི་བྱིན་འགྲོ་དགོས་མེད་འདྲ་བསམ་ན་དེ་ཡིན་ནའང་དོགས་པ་ལ་མི་ལྟ་བར་རྨི་བའི་སྒོམ་བྱུང་གོ་རྟོགས་པ་ལ་མངོན་སུམ་ཡོད་མ་རེད་གོ་རིགས་ངེས་རེད། མི་ལྟ་བ་ལ་རྨི་བའི་སྒོམ་བྱུང་རྟོགས་པ་ཅིག་ཡོད་ན་གང་ཟག་གི་བདག་མེད་རགས་པ་དེ་ལ་རྨི་བའི་སྒོམ་བྱུང་ལ་ཡོང་ཆོག་གི་གདངས་དེ་ཡོད་ན་སྟོང་ཉིད་ལ་དམིགས་པའི་སྒོམ་བྱུང་དེ་ཁྱོད་ངས་སྨད་པར་བྱས། གང་ཟག་གི་རྟགས་མེད་རགས་པ་དང་གཉིས་སྟོང་དང་སེང་གེའི་རྟོག་ཚོགས་ལ་བལྟ། ཐལ་འགྱུར་བའི་ལུགས་ལ་གཉིས་སྟོང་ཡོད་དམར་དམར་ཚོགས་རང་འགྱུར་བའི་ལུགས་ལྟ་བུ་ལ་གཉིས་སྟོང་ལ་དམིགས་པའི་སྒོམ་བྱུང་དང་རྩོལ་བ་བྱང་ན་ཨ་ནི་དེ། ཚོགས་ལམ་མི་སྣའི་སྐབས་ལ་ཡོད་ལ་སྟོང་ཉིད་ལ་མེད་པ་དང་རྒྱུ་མཚན་ག་རེ་ཡིན་མིན་ཡང་རྒྱུ་མཚན་འཁྲིད་འོག་ཐོགས་པ་བཅོས་ནས་སོ། ད་དེ་ཚོའི་གནས་ཚུལ་དེ་གཞུང་གིས་ང་རང་ཚོ་ཨེ་འདྲ་རྒྱ་ཆེན་པོ་བཏང་གི་བཏང་དུ་འགྲོ་བ་རེད་མ་གཏོགས་འདི་རང་གི་རྟགས་ལ་བྱེད་མི་ཕ། ང་རང་ཚོ་གཞུང་ལ་སྦྱང་པ་མེད་གི་ལ་མགོ་རྙོག་རུ་འགྲོ་ཡའི་རྒྱུ་མེད་བྱེད་མི་ཡོད་པ་མ་རེད་ད་གཞུང་ལ་སྦྱང་པ་མེད་གི་ལ་ཤེས་ར་སྙིང་པོ་དཔེ་ན་ཕྱི་རྒྱ་དང། འདུ་བ་དགའ་འགའ་ལ་ཤ་ར་ཉིན་མོ་འདོན་ཡས་ཏེ་བྷ་ཇའི་ལ་འདུ་བ། ད་ཤ་ར་ཉིན་མོ་འདོན་ཡས་གནས་སྐབས་ལ་ཁོ་རང་ཚོ་གཞུང་དོན་ཁོ་རང་གི་སྟངས་ལ་ཧྲོབ་ཙོས་གཞུང་གི་དགོངས་པ་བཤད་སྟངས་དེ་ངས་ན་ཨོ་ད་དེ་གཙོ་བོ་རེད་མ་གཏོགས་དོགས་པ་སྤྱོད་ཡོན་གནས་ཚུལ་དེ་ཁོ་ཚོ་ལ་ཧ་ལམ་ཁག་པོ་ཕྱིན་བསྡད་པ་རེད་དེའི་རྒྱུ་མཚན་གྱིས་ཨ། སྤྱོད་སྟངས་ཀྱི་གནས་ཚུལ་དེ་ལྟ་རེད། རྗེས་ཐོབ་ཀྱི་གནས་སྐབས་ལ། བསམ་བྱུང་དང་ཐོས་བྱུང་བཞག་ན་རྟོག་པ་ལ་འགྲོ་ཡས་ཡོད་མ་རེད། བསམ་བྱུང་དང་ཐོས་བྱུང་སྟོང་ཉིད་ལ་དམིགས་པའི་རྟོག་པ་ཞིག་བཞག་ན་ཁོས་རིགས་འདྲ་སྔ་མ། སྟོང་ཉིད་ངོ་ཚ་མ་ཐུབ་པའི་བློ་ཅིག་བཞག་ནས་ཁོ་རྟོག་པའི་ངོ་བོ་རུ་སོང་བ་ཡིན་མིན་ལ་དོགས་པ་ཆོད་ཁོས་ནི་རྫོགས་ཐུགས་སུ་ཆེ་མཐའ་འགྲོ་ཡས་དོ་དོ་གཞུང་ཆེན་མོ་ལ་རྟ་འགས་དད་རྒྱག་ལ། ཤེས་རབ་སྙིང་པོས་རིགས་ཀྱི་བུ་དང་རིགས་ཀྱི་བུ་མོ་མཐོང་ལམ་གྱི་གནས་སྐབས་ལ་རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་ལྡང་གི་རྟགས་ལ་ཨོ་ད་དོགས་པ་བཅད་ནས་འགྲོ་ལྡང་བྱེད། མཐོང་ལམ་གྱི་གནས་སྐབས་ལ་རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་པ་དེ་ཤེས་ཡོན་ག་ལ། དགག་བྱ། རྒྱས་འདེད་དང་སྟོང་པ་རྒྱས་འདེད་དང་དགག་བྱ་རྒྱས་བཀག་པ་རེ་གྲགས་པ་དེ་ཨ་ནི་དགག་བྱ་བརྒྱད་བཀག་སྟངས་འདི་དག་ག་རེ་རེད་ས་ལ་བཀོད་འདུག་བ། དགག་བྱ་བརྒྱད་བཀག་སྟངས་འདི་ལ་རྣམ་ཐར་སྒོ་གསུམ་པ་དག་ལ་རེད་བ། རྣམ་པ་ཐོབ་པའི་སྒོ་སྟོང་པ་ཉིད་ལ་དགག་བྱ་ག་ཚོད་བཀག་ཡོད་འདུག་ཨ་ནི། འཇུག་བདེན་པར་གྲུབ་པའི་མཚན་མ་ཤེས་པ་ལ་དགག་བྱ་ག་རེ་བཀག་མེད། ཨ་འབྲས་བུ་བདེན་པས་སྐྱེ་བ་མེད་པ་ལ་དགག་བྱ་ག་རེ་བཀག་ནས་ད་རྣམ་ཐར་སྒོ་གསུམ་བཤད་ཀྱི་འདུག་ཟེར་ན། དགག་བྱ་བརྒྱད་པོ་དེ། རྒྱན་འདི་དང་སྟོང་པ་རྒྱན་འདི་དང་ཞེས་དེ་མཐོང་ལམ་གྱི་གནས་སྐབས་ལ། ངོ་བོ་ལ་དགག་བྱ་ཅིག་ཆོས་ཐམས་ཅད་ཤེས་རབ་པའི་ཆོས་ཐམས་ཅད་སྟོང་པ་ཉིད་དོ་ཟེར་བའི་དབྱངས་ལ། ངོ་བོ་ཆོས་ཐམས་ཅད་དང་དུ་སྟོང་པ་ཉིད་དོ་ཟེར་བའི་དབྱངས་རང་བཞིན་གྱིས་སྟོང་པ་རེད་ཟེར་ལམ་དགག་བྱ་གཅིག་རང་ལ་སྦྱར། རྒྱུ། བདེན་པ་གྲུབ་པའི་མཚན་མ་བཞི་པ་དེ་ལ་དགག་བྱ་ག་ཚོད་བཀག་གི་དང་ཟེར་ན་དགག་བྱ་ལྔ། ཀ་བ་ཤེས། དགག་བྱ་ལྔ་པོ་གཞུང་ལུགས་ཧུར་བཟོ་དཀའ་བས་བཟོ་ན། མཚན་ཉིད་མེད་པ་མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ། དེ་དགག་བྱ་ལྔ་བོ་དེ་ཤག། མཚན་ཉིད་མེད་པ་ཟེར་ནས་ག་ལ་ག་རེ་ཟེར་གི་འདུག་ཟེར་ན། རྒྱུ་ཡི། བཏང་ནི་དེ་ནི། རེད་པ། རང་བཞིན་གྱིས་གྲུབ་པའི་མཚན་མ་མེད། རྒྱུ་ཡི། རང་བཞིན་གྱིས་གྲུབ་པའི་མཚན་མ་མེད། ལབ་ཀྱི། མཚན་ཉིད་མེད་པ། འབྲས་བུའི་རྟགས་ནི་དེ་ནི་རང་བཞིན་གྲུབ་པའི་སྐྱེ་བ་མེད་འགག་པ་མེད། དྲི་མ་མེད། དྲི་མ་ཀུན་ཉེའི་ཆོས་དེ་རང་བཞིན་གྱི་གྲུབ་པའི་རྟགས་ནི་ཡོང་ཡལ་མེད་པ། དྲི་མ་དང་གྲགས་པ་རྣམ་བྱང་གི་ཆོས་རང་བཞིན་གྱི་གྲུབ་པའི་རྟགས་ནི་མཚན་མ་མེད་པ། རྒྱུ་ཡི་རྟགས་ནི་དགག་བྱ་ལྔ་བཤད། འབྲས་བུའི་རྟགས་ནི་དགག་བྱ་གཉིས་བཤད། ངོ་བོའི་རྟགས་ནི་དགག་བྱ་གཅིག་བཤད་ནས། འདི་ནི་རྣམ་ཐར་སྒོ་གསུམ་གྱི་ཐོག་ནས་འཇུག་ཚུལ་དེ་ལ། དགག་བྱ་བརྒྱད་བཀག་པའི་སྟོང་པ་རྒྱས་འབྲེལ་དུ་གྲོང་ལམ་གྲགས་སྟངས་དང་འོག་ཏུ་བཤད་པ་དང། དུས་རྒྱུན་རྣམ་ཐར་སྒོ་གསུམ་ཟེར་བའི་དེ་ལ་དགག་བྱ་དེ་འདྲའི་སྐད་ཆ་མེད། ད་ལན་བཤད་གྲྭ་སྙིང་པོ་ལ་སྦྱར་སྟངས་མཚུངས་སུ་སྦྱར་ནས་གཞུང་བསྐུལ་དང། དོགས་གཟོ་བྱས་ནས་བཤད་རྒྱུ་ཆེ། བྲིས་བ་མེད་པ་དང་གང་བ་མེད་པ་ཟེར་གི་དེ་ཡི་གེ་ཁ་ཁ་སླེབས་ཀྱི་འདུག་བ། ཤན་ཁྱེད་འཛག་འདུག་བ་རྟགས་མ་དེ་དང། དྲི་མ་མེད་པ་དྲི་མ་དང་འདྲ་བ་ཟེར་གི་དྲི་མ་ང་རང་ཚོ་དུས་ཡུན་དྲི་མ་རང་རེད། དྲི་མ་མེད་ཟེར་ག་ལ་དྲི་མ་འོ། སྐུ་ཉིད་ཀྱི་ཆོས་ཀྱང་ན་ཁོ། རང་བཞིན་གྱིས་མཚན་མ་མེད་ཟེར། དྲི་མ་དང་གྲགས་བ་ཟེར་ག་ལ་དྲི་མ་འོ། གྲགས་འགལ་བ་རྣམ་བྱང་གི་ཆོས་སུ་བཞག་ནས་དེ་རང་བཞིན་དུ་ཡི་མཚན་མ་མེད་ཟེར་ལབ། བྲིས་བ་མེད་པར་གང་བ་མེད་པར་ཟིན་གྱི་བྲིས་པ་དེ་ཡང་ད་གིན་བཞིན་གྱི་དེ་ན་ཉིན་མོ་ཁག་ཁག་རེད། ད་གཞི་བོན་དེར་ད་རེད་ད་ཁྲ་རེད་ད་ལན་ནས་བག་རེད་ད་ཁྲ་རེད། བྲིས་བ་མེད་པ་ཟེར་གང་ལ། མ་ཨ་ང་རང་ཚོ་བྲིས་པས་འབྲི་བ་མེད་ཟེར་གྱི་བྱ་རེད། གང་བ་མེད་པ་ཟེར་ན་ཡང་ཡག་ཐོ་རུ་སོང་གི་བྱ་མི་བ་གི་ཤི་ད་ཨོ་དེའི་ཕྱི། དེ་འདྲ་བའི་དེ་ནི་འབྲི་བོ་དེ། འབྲི་བོ་སྨོན་པ་མེད་པ་དེ་བྲིས་བ་མེད་ཟེར་ན་བྲིས་བ་ཡང་མེད། རང་བཞིན་གྱིས་གྲུབ་པའི་དྲི་བ་ཡང་མེད། རང་བཞིན་གྱིས་གྲུབ་པའི་གང་བ་ཡང་མེད། ས་འོག་ཏུ་སུ་བག་ཆགས་རྒྱུ། རྟག་ཏུ་སྣང་སྙིང་པོ་སྟེ་འབྲས་བུ་ལ་བཅངས་ནས་དགག་བྱ་གཉིས་བཤད། རྒྱུ་ལ་བརྟགས་ནས་དགག་བྱ་ལྔ་བཤད། ངོ་བོའི་ཆ་ནས་དགག་བྱ་གཅིག་བཤད། འོ་དེ་ཆོས་ཐམས་ཅད་ཀྱི་དང་དུ་ཤཱ་རིའི་བུ་ཆོས་ཐམས་ཅད་སྟོང་པ་ཉིད་དོ་ཟེར་གྱི་དེ་རེག་པའི་ཚིག་གོ་ལ་ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དོ། ཉིད་དེ་ཟེར་གྱི་དེ། ངོ་བོ། སྟོང་པ་ཉིད་རྣམ་པར་ཐར་པའི་སྒོ་སྟོང་པ་ཉིད་ཡིན་ལ་ཞེས་པ་ཅི། ཤཱ་རིའི་བུ་ད་ལྟ་དེ་ནི་གསུམ་ལས་མཐོང་ལམ། ཞེས་གནས་སྐབས་ལ། ཡུལ་སྟོང་པ་ཉིད་ལ་འཇུག་ལྡང་སྟེ་ཞེས་པ་བགོ་བཤའ་གཞན་དུ་མ་བརྒྱབ་ན་དུ་རུག་པ། རྟགས་དེ་ལ། ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ་ཟེར་ཏེ་ཡལ་འདབ། གང་གཱ། སྦྱོར་ལམ་ལ་བཤད། མཚུངས་སྦྱོར་གྱི་གནས་སྐབས་ལ་ཕུང་པོ་ལྔ་ལ། སྦྱར་ནས་བཤད།

སྟོང་པ་སྟེ། ཤེས་ཏེ། གཟུགས་ལ་སྦྱར་ར་སྣང་ཞིང་ཁ་སང་གཟུགས་ལ། གཟུགས་བུམ་མི་རྟག་འདུག་ཁ་སང་དང། ཁོ་རང། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་སེང་གེ་དེས་བཤད་ནས། ཨ་ནི། དེ་ལ། གཟུ་བོ་དང་གཟུ་བོའི་དང་གི་སྟོང་པ་གཉིས་པོ་དེ་ངོ་བོ་གཅིག་ཡིན་པར་སྒྲུབ་སྟངས། ལྡོག་པ་ལྟ་དེ་ཡིན་པ་དེ་སྒྲུབ་ཚ་ལྟར་རེད། ཨ་ནི་དེ་འདྲ་བའི་གཟུ་བོ། གཟུ་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུ་གཞན་མ་ཡིན་ནོ་བྱང་གི་དེ། གཟུ་བོ་དང་གཟུ་བོའི་དང་གི་སྟོང་ཉིད་ཡིན་པོ་དེ། ཨ་ནི། རྟག་ཆད་ཀྱི་མཐའ་གཉིས་དང་བྲལ་བ་གཟུ་བོ་དེ་རྟག་ཆད་ཀྱི་མཐའ་གཉིས་དང་བྲལ་བ་བཤད་སྟངས་དེའོ་ལྟ།

ཨ་ནི། གཟུགས་ཀྱི་རྟགས་འདུག་གཟུགས་དེ་རྟགས་ཆའི་མཐའ་གཉིས་དང་བྲལ་བའམ། གཟུགས་དང་གཟུགས་ཡོད་སྟངས་ཡང་སྟོང་པ་ཉིད་ངོ་བོ་གཅིག་ལ་ལྡོག་པ་ཐ་དད་ཡིན་པ། སྒྲུབ་ཡེ་དེ་གཟུགས་ཀྱི་རྟགས་འདུག་ཡེ་རྩ་བཞིའི་ཚིག་དེ། ཤེས་རབ་སྙིང་པོའི་ཚིག་དེའི་རྟགས་ནི་ཤེས་རྩ་རི་འོག་ཏུ་ཨ་ཡོད་ཚོར་བའི་བུང་བ་དང་འདུ་ཤེས་ཀྱི་བུང་བ་འདུ་བྱེད་ཀྱི་རྣམ་ཤེས་ཀྱི་བུང་བ་བཞི་བོ་དེ་ལ་སྔ་མ་དང་གཅིག་པ་ཡིན་པ་དེ་དོན་གྱི་ཡ་སྦྱར་དུ་རུག་པ། རེ་བ། འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ། ཟིལ་ཟ་དུ་རུག་པ་ནི། རིགས་ཀྱི་བུ་དང་རིགས་ཀྱི་བུ་མོའོ། ཚོགས་སྦྱོར་ཡན་ལག་གི་ཡུལ་སྟོང་པ་ཉིད་ལ་བློ་བཏང་ནས་ཤེས། ད་ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ། མཚན་ཉིད་མེད་པར་མ་སྐྱེས་པར་མ་འགགས་པར་དྲི་མ་མེད་པར་དྲི་མ་དང་བྲལ་བར་དྲི་བ་མེད་པར་གང་བ་མེད་པའོ། ཟིལ་དུ་རུག་པ། ཨ་རིའི་གཞིས་བུ་དང་བུ་མོ་རེ་བ་མཐོང་ལམ་གྱི་གནས་སྐབས་ལའང་ཡུ་གུ་སྟོང་པ་ཉིད་ལ་དགག་བྱ་བརྒྱད་བཀག་པའི་རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་པ་དེ་བཤད་པ་ལྟ་ཨ་ནི་དགག་བྱ་བརྒྱད་པོ་དེ་བཤད་ནས་སྟོང་པ་རྒྱན་བསྟན་ཏེ་གྲགས་སྟངས་དེ་སྟོང་པ་བརྒྱད་པོ་དེ་གོབས་སུ་ཕྱེ་ནས་བཤད་ཀྱི་རེད་ཟེར་ན་ངོ་བོ་ལ་སྟོང་པ་གཅིག་བཤད། རྒྱུ་ལ་སྟོང་པ་ལྔ་སྦྱར་ནས་བཤད། འབྲས་བུ་ལ་སྟོང་པ་གཉིས་སྦྱར་ནས་བཤད་འདི་གཏོར་མ་རྒྱན་ལྟར་བཤད། ལས་ཀྱི་དུས་རུ་སྦྱོར་ལམ་གྱི་གནས་སྐབས་ལ་སྟོང་པ་བཞི་འདས་བཤད་འདུག། མཐོང་ལམ་གྱི་གནས་སྐབས་ལ་སྟོང་པ་བརྒྱད་འདས་བཤད་ཡོད། ད་ཁོ། ལབ་གདང་ལས་བཏགས་སྦྱོར་ལམ་ཚོགས་སྦྱོར་གྱི་གནས་སྐབས་ལ་སྟོང་པ་བཞི་འདས་དུ་བཤད་སྟངས་དེ་ག་བ་བཤད་པ་གོ་བདེ་ཆེ་བཤད་ཀྱི་ཡོད་ར་ཟེར་ན། ཚོ་བའི་ཕུང་པོ་ནས་རྣམ་ཤེས་ཀྱི་ཕུང་པོའི་བར་ལ་བཀག་རྒྱ་རེ་རེ་རེ་རེ་བྱས་ནས་བཞི་བཀག་པས་སྟོང་པ་བརྒྱད་གཟུགས་ལ་སྦྱར་བ་ནང་བཞིན་སྦྱར་ནས་བཤད་པ་ཡིན། ཚོགས་སྦྱོར་གྱི་གནད་ག་ལ་རབ་པ་དགག་བྱ་བྱེ་བྲག་དང་སྟོང་པ་ཞེས་འདི་དུ་བཤད་ཟེར་ལབ་དགོས་ལ། ཁོ་སྟོང་པ་བཞི་འདས་ཟེར་མཁན་སྟོང་པ་བཞི་བོ་དེ་འཚོ་བའི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་ཤེས་ཀྱི་ཕུང་པོ་བཞི་པོ་དེ་གཟུགས་ལ་དངོས་སུ་བཤད་པ་ནི་ནང་བཞིན་དག་ག་ཡིན་གསུངས་པ་བཞིན་དང་ཨ་རི་ཁོ་ལ་དགག་བྱ་བརྒྱད་དགག་པ་རེད་དགག་བྱ་བཞི་དགག་པ་རེད། འཚོ་བའི་སྟེང་དུ་དགག་བྱ་གཅིག་དགག་འཚོ་བའི་ཕུང་པོ་ལ་འདུ་བྱེད་ལ་དགག་འདུ་བྱེད་ལ་དགག། རྣམ་ཤེས་ཀྱི་ཕུང་པོ་ལ་དགག་བྱ་གཅིག་དགག་དགག་བྱ་བཞི་དགག། ཨ་ནི་སྟོང་པ་དགག་བྱ་བཞི་བོ་དེ་དགག་པའི་སྟོང་པ་བཞི་ཡོང་བ་བཞིན་དང་སྟོང་པ་མཐོང་སྦྱོར་གྱི་གནས་ག་ལ་སྟོང་པ་བཞིན་ཏེ་ཟེར་ཏེ་འོ་ཐུག་བཤད་དགོས། ཤེས་ཡང། མཐོང་སྦྱོར་ལ་དགག་བྱ་བརྒྱད་སྒྲ་དང་སྟོང་པ་བཞིན་ཏེ་བྱེད། མཐོང་ལམ་ལ་དགག་བྱ་བརྒྱད་སྒྲ་དང་སྟོང་པ་བཞིན་ཏེ་སྟོང་པ་བརྒྱན་ཏེ་ཟེར་ཏེ། ཡང་གང་དྲན་གང་དྲན་ཡིན་པ་ན་སོང་སྟེ་ཤེལ་དང་ཁ་ཁ་སླེབས་འདུག་བ། ཁ་ཁ་ག་བུ་ཚོ་སླེབས་ཀྱི་རེད་ཟེར་ན་ད། ཚོགས་འབྱོར་ཡིན་ན་སྐབས་ལ་གཟུགས་འབུམ་ལ་དངོས་སུ་གསུངས་པས། ཨ་ནི་ཚོགས་པ་དང་འདུ་ཤེས་དང་འདུ་ཤེས་དང་རྣམ་ཤེས་བཞི་པོ་དེ་ལ། གཟུགས་ལ་སྦྱར་ན་རྣམ་ཤེས་ཤེས་པ་ཡིན་ཙང་དེ་ནི། ཁོ་ཚོ་བཞི་པོ་དེ་ལ་དགག་བྱ་བཞི་བཀག་པའི་སྟོང་པ་བཞི་ཡོད་པ་ཡིན་ཙང་དེ། དེའི་སྟེང་ནས་འཇུག་ལྡང་གི་ཕུང་པོ་ལྔ་ལ་འཇུག་ལྡང་དེ་བཤད་པ་ད་དོན་དག་སྙམ་དུ་ཕུང་པོ་ལྔའི་སྟེང་གི་སྟོང་ཉིད་ལ་འཇུག་ལྡང་དེ་ཚོགས་འབྱོར་གྱི་གནས་སྐབས་ལ། ད་མཐོང་ལམ་གྱི་གནས་སྐབས་ལ། དེ་འདྲ་བའི། སྒོམ་བྱུང། རྟོག་པའི་ངོ་བོར་གྱུར་པའི་སྒོམ་བྱུང་ལ་བསླབས་ནས་མཐོང་ལམ་གྱི་གནས་སྐབས་ལ་ཡུལ་སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་སྒོམ་བྱུང་ཐོབ་པ་ཡིན། དེ་འདྲ་བའི་དེའི་གནས་སྐབས་ལ། ད་ནི། དགག་བྱ་བརྒྱད་དགྲ་དང།